དེ་ལྟར་བྱས་དེ་གང་ལ་འགྲོ། ད་ང་ཚོ་རྣམས་ཀྱིས་ནི་ཁབ་དང་པོ་དེབ་ཕྱི་ཅི་ཡོད་དེ་གང་ལ་དེབ་ཕྱི་ཅི་ཡོད་རོ། ཨཱ་ནི་དེ་ནི་ག་རེ་ཅི་དགོས་ཟེར་ན་ནི་ད་ལྟ་ཁྱོད་རང་ནི་ངེད་ཅན་དུ་ནི་ག་རེ་དགོས་རེད་ལབ་ན་ནི་དང་པོ་ནི་འགོག་ཁབ་དང་པོ་བརྒྱབ་པའི་སྐབས་ལ་ནི་སེམས་དཀར་དྲི། ཉང་པ་དེ་གི་ནི་སེམས་དཀར་དྲི།

དེའི་སྒང་ལ་བསྣན་པའི་སྐབས་ལ་ད་ནི་བདག་གིས་དང་པོ་དེ་ཆུང་དེ་སྒོ་ཕྱེས་ཚར་རེད་ནི་ད་གཉིས་པ་དེ་ནི་གར་བྱེད་ན་ནི་དེའི་ནང་ལ་ནི་ད་དེའི་ནང་ན་ང་རང་གཅིག་པོ་མ་ཤི་བ་མ་རེད་ནི་མི་གཞན་པ་ནི་མང་བོ་ཅིག་གི་ལྟེབ་ཆུས་བྱས་ཤོག་ན་ད་དེ་ཁ་པར་འང་འདྲ་མྱངས་པ་དེ་རེད་དོ་ཨ་ནི་དེའི་སྒང་ལ་མིང་དེ་ཆ་ཚང་དེའི་ནང་ན་མ་བཤད་རོགས་མགོ་རེད་དེའི་སྒང་ལ་ནི་སོ་སོ་གི་ནི་མིང་དེ་ག་རེ་ཡིན་ན་མིང་དེ་བདམས་ཨ་ནི་གཉིས་པ་འདིའི་ནང་ལ་ཨ་ནི་ད་ཁྱོད་རང་གི་ནི Transfer གཏང་ས་དགོས་ནི་ཁ་པར་འང་འདྲ་གསར་བ་དེ་བསྣན་དགོས་རེད།

གསལ་མིག་ཅི། ལ་སོགས། ད་ནི་དེ་གསལ་མིག་ཅི་ཚ་བའི་རྒྱུ་ལ་ག་རེ་བྱེད་རེ་ཟེར་ན་ནི་ད་ཁྱོད་རང་དེར་འགྲིག་ཚར་རེ་ནི་གསལ་མིག་ཅི་ཚ་བའི་རྒྱུ་ལ་ནི་ཁོ་རང་དང་ནི་ཅི་ཚར་རེ་ནི་དེའི་རྒྱུ་ལ་ནི་ཁྱོད་རང་ཁ་བཏང་བ་དང་གསལ་བ་དེ་སྔ་མ་ནང་བཞིན་གྱི་རིག་བྱེད་ཚིག་ཕྲད་དྲུག་ཅིག་དེ་ནི་འོབས་ཀྱི་རྣམ་པར་དུ་བཟོས་ན་ད་ནི་ཁྱོད་རང་དེའི་སྒང་ལ་ནི་གྲངས་སུ་བཏང་ཚར་ཡོད་རེ་ནི་ངོ། རྗེས་མ་ནི་ཁབ་གཉིས་པ་རྒྱག་པའི་སྐབས་ལ་ཡང་ཁབ་རང་རང་དེ་དཔེ་བཅུ་བཏང་ཆོག་རེ་ཁབ་བརྒྱབ་ཚར་བའི་རྒྱུ་ལ་ནི་གསལ་འགྲིབ་ཀྱི་སྐད་ཆ་དེ་ཚོ་ཚང་མ་ནི་དེའི་སྒང་ལ་ནི་བཀའ་ལན་བྱེད་ཐུབ་ཀྱི་ཡོད་རེ། ཨ་ནི་རྟེན་འབྲེལ་ཞིག་རེད་ཚང་མ་བཀྲ་ཤིས་བདེ་ལེགས།